དང། ལུས་འདི་བདག་མིན་པར་བྱས། སེམས་འདི་བདག་མིན་པར་བྱས། ད་བདག་ག་བར་འདོགས་སོ་ན། ཉལ་ཁྱོད་མི་འདུག། བ། ས་ཁྱེད་རང་ཚོ་བས་ན་ང་བྱས་ན་ཆ་ཤེས་ན། Tibetan སི་ཀེ་ཡ་རེད། ད་དེ་ལུས་འདི་མ་རེད། Dalai Lama སི་ལ་བ་ཡིན་ན་ལུས་འདི་མ་རེད། སེམས་འདི་མ་རེད།

ད་བློ་ལ་སྣང་བ་ནང་བཞིན་གྱི་ང་དེ་ཡོད་ན་རྫོགས་འཇུག་ས་ཞིག་གོ་བ་དེ་མི་འདུག་ག་བྱས་ཙང་བློ་ལ་སྣང་བ་ནང་བཞིན་མེད་བདེ་བ་དེ་ཐག་ཆོད་འདུག་དུ་ཟེར་བསམ་བློ་གཏོང་དང་ག་ཚོད་ཟེར་ནས་ང་མི་འདུག་བསམ་པ་ཞིག་བློ་ལ་སླེབས་ཡོང་གི་རེད། ཟླ་ལོ་ཧ་ལམ་བཞི་བཅུ་ཚོ་གོང་ལ་ཡ། ང་དེ་འདྲའི་བསམ་བློར་ཞིག་བཏང་བྱས་ཡོང་པའི་ཁ་ཐུག་ལ་ཡ་ཨེ་ནི། ང་ཟེར་ཡ་དེ་མི་འདུག་ཨ་བསམ་པ་ཞིག་བློ་ལ་གླས་ཡིན་དུས་ཟ་ནས་ཧོབ་ད་ག་ལ་ཡ། པའི་པའི་ཁོག་པའི་ནང་དུ་ཚ་རྒྱུག་རུ་སྐྱབས་བྱས། ཅིག། Lightning Chaps ནང་བཞིན་ཅིག་དེ་འདྲའི་གི་འཚོ་བ་ཡོང་མྱོང། ཟེར་ཙང་ང་མི་འདུག་བསམ་པ་ཅིག་ཡོད།

དང། དོན་གྱི་ངོས་ནས། གྲུབ་ཡོད་ན་བདག་དོན་བཙལ་ན་གཉིས་དགོས་ཡ་ལ་ད་མ་གཉིས་པ་དེ་གི་ག་རེ་བཟློག་ན་དོན་གྱི་ངོས་ནས་གྲུབ་མེད་པ་ཅིག་ད་དོན་གྱི་ངོས་ནས་མ་གྲུབ་པ་ཡིན་དུས་ད་ང་ཡོག་རེད་པ་ད་དཔེར་ན་བདག་གཞན་མཉམ་གཞག་ཡང་ད་གཤམ་ལོ་མ་ད་སེམས་བསྐྱེད་ཡ་ཞིག་ད་ཡོག་རེད་དེ་འདྲ་ཡིན་དུས་ང་ཡོག་རེད་པ་ད། བདག་མེད་ན་གཞན་ཡུམ་མར་བ། ཨེ་ནི། རང་གཅེས་པར་འཛིན། གཞན་ཡལ་བར་དུ་ཟད་དེ་བྱེད་པོ་ལ་ནི། ཨེ་ནི། གཞན་གཅེས་པར་འཛིན། རང་གཅེས་འཛིན་དེ་བར་མགོར། ཤུབ་བུ་མ་བཅངས་ནས་རང་ཡལ་བར་དོར་ཟད་དེ་ལེགས་འདུག་ག་ཚེ་ཚང་རང་ཡལ་བར་བ། རང་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཅི་སྟེ་བསྙོན་མེད་དུ་ཡལ་བར་བ། བདེ་བ་སྡུག་བསྔལ་བསྙོན་མེད་རེད་བ། བདག་མདུན་ཚ་འདྲི་མི་འདུག་ག། བདག་བདེན་པ་གཉིས་སའི་སྐད་ཅིག་དེ་བཤད་ཡོང་གི་ཡོད་རེད། དབུ་མ་རྩ་བ་ཤུར་ནང་ལ་ཡང། སངས་རྒྱས་རྣམས་ཀྱི་ཆོས་བསྟན་པ་བདེན་པ་གཉིས་ལ་ཡང་དག་བསྟན། འཇིག་རྟེན་ཀུན་རྫོབ་བདེན་པ་དང་དམ་པའི་དོན་གྱི་བདེན་པའོ། དབུ་མ་འཇུག་པའི་ནང་ལ་ཡང། རྣམ་བདུན་གྱིས་མི་གང་དེ་ཇི་ལྟ་བུར་ཡོད་ཅེས་རྣལ་འབྱོར་པས་འདི་ཡོད་མེད་ཉིད་དེས་དེ་ཉིད་ལའང་བདེ་བླག་འཇུག་གྱུར་པས་འདིར་དེ་གྲུབ་པ་འདི་བཞིན་འདོད་པར་བྱ་ཞེས་ནི། དབུ་མ་འཇུག་པའི་ནང་ནས་གསུངས་འདུག་གོ། ད་ཨ་འདྲ་ཤ་འདྲ་རེད། ལུས་ཀྱི་ཆ་ཤས་གང་ཡང་ཨ་ནི་ང་ང་ཡི་མཚན་གཞི་ལ་འཇོག་ཐུབ་ཀྱི་མ་རེད། ལུས་ཀྱི་དབྱིབས་དེ་བཞག་ཐུབ་ཀྱི་མ་རེད། ཁམས་ཁམས་ལྔ་དེའི་ཚང་མ་འདུས་པ་ཙམ་དེ་བཞག་ཐུབ་ཀྱི་མ་རེད། དབྱིབས་དེ་བཞག་ཐུབ་ཀྱི་མ་རེད། ཕུང་པོ་ལས་དོན་གཞན་དུ་ཡོད་ཀྱི་མ་རེད། ཕུང་པོ་དང་གཅིག་ཏུ་ཡོད་ཀྱི་མ་རེད། ད་སྡུག་སེམས་བསམ་བཏང་ཡོང་དུས་ཨ་ནི་ང་ཟེར་ཡ་དེ་རྣམ་པ་བདུན་གྱི་རྩལ་རེ་ཡིན་ན་རྩ་བ་ནས་རྙེད་ཡ་མེད་བལྟ་བའི་བྱེད་ཀྱི། བྱས་ཙང་ཀ་ད་ཐ་ཉེ་བའི་ང་དེ། བཙལ་ཡོང་དུས་ཙང་ནས་རྩ་བ་ཉིད་ནས་ད་མ་ཉེ་བ་ཞིག་ཡོང་སྟེ་ཨ་དེ་གི། དེས་དེ་ཉིད་ལའང་དེ་ལ་འཇུག་འགྱུར་བས། ད་ཐ་ཉེ་བའི་ང་དེ། གཏན་ནས་རྟགས་ཙམ་ཞིག་མ་གཏོགས་འོས་མི་འདུག་ག། ད་གཏན་ནས་རྟགས་ཙམ་ཞིག་ཡིན་པ་དེ་རྒྱུ་མཚན་དུ་བྱས་ཏེ་ངོ་བོ་ཉིད་ཀྱིས་མེད་པ། དེ་ཁོ་ན་ཉིད་ཀྱི་དོན་ལ་ཡང་ནི་བློ་དེ་བག་འགྲོ་དེ་ཨ་ཅིག་ཡོང་སྡད་ཀྱི་འདུག་ག།